ཚེ་དགྲ་འཛོམས་ཆེན་པོ་ཡི། ཚོགས་གཙོ། བོད་ཀྱི་ཀ་བ་ལ་མཆོག་དང་དགེ་བའི་བཤེས་གཉེན་རྣམ་པ། དད་སྟངས་འཛིན་པ་དང་རྒྱུན་ལས་རྣམ་པ། ཚོགས་མི་རྒན་གཞོན་བར་གསུམ་ལ་སོ་སོའི་བཞུགས་གནས་འཚམ་པའི་གྱི། འཚམས་འདྲི་དང་རྣམ་པ་ཚང་མ་སྐུ་བསོད་ཚེ་དང་ཡི་ཤ་རེ། ད་ད་རིང་ས་ཕྱོགས་གང་སར། ས་སྐྱ་གོང་མ་རིན་པོ་ཆེ། སྐུ་ཡི་དྲུང་འཁར། སྲུང་བརྩི་ཞུ་དང་ཞུ་བཞིན་པ་རེད་ཤག་ད་ལྟ་ངོ་དེབ་སྒང་ལ། ང་རང་སྒེར་གྱི་ངོ་དེབ་སྒང་ལ་ད། དེ་སྔ། སྐྱབས་མགོན་རིན་པོ་ཆེ་མཆོག་གིས། ཆོས་བརྒྱུད་ཁག་གི། བླ་ཆེན་དང་མཉམ་དུ་ལ་ཚོགས་ཆེན་གཅིག་འཚོགས་པའི་སྐབས་ལ་བཀའ་སློབ་གལ་ཆེན་པོ་གཅིག་གནང་ཡོད་རེད་འདི་ད་རིང་ངས་ད་དྲན་གསོས་ཆེད་དུ་ངོ་དེབ་གང་ལ་བསྐྱར་དུ་ཨ་ནི་ཕ་དགོས་པ་ཡིན་རྣམ་པ་ཚོས་ཀྱི་གཅིག་གཟིགས་རོགས་གནང་ཞུ་ཡ་ཡིན་ར། ད་བསྟན་དར་བླ་ཆེན་རྣམ་པ་ཚོས་ཀྱི་ཨ་ནི་འགན་མཉམ་འཁུར་དགོས་ཡ་དེ་ད་གལ་ཆེན་པོ་ཞུ་གཅིག་དུས་ལ་བབ་འདུག་ད་ད་ད་བསྟན་དར་བླ་ཆེན་རྣམ་པ་ཚོས་ཀྱི་སོ་སོ་སོས་ཀྱི་ཆོས་རྒྱུད་ཁག་ལ་ཨ་ནི་སྟངས་འཛིན་གནང་ཡ་ཤབ་ཆུ་བརྒྱབ་དགོས་ཡ་བཀའ་བཀྱོན་བཏང་དགོས་ཡ་ད་དེ་འདྲས་གཅིག་གི་དུས་ཚོད་ལ་སླེབ་འདུག་མ་གཞི་ཨ་ནི་ག་དུས་ཡིན་ན་འཛུམ་དམུལ་དམུལ་བྱེད་ནས་ཨ་ནི་བཞུགས་པ་ཡིན་ན་ཨ་ནི་ཏན་ཏན་གྱིས་ང་ཚོའི་གི་ནང་ཁུལ་གྱི་ཨ་ནི་འཆམ་མཐུན་དང་ང་ཚོ་གཅིག་གི་གཅིག་ནང་ལོག་ལ་ད་རྩོད་པ་ཐུག་རེ་དང་ཨ་ནི་ཕ་ཚུ་ཤེས་རེ་འདི་ཨ་ནི་ཉུང་དུ་འགྲོ་ཡ། ཕར་བཞག་ཤོག་ཨ་ནི་ག་ལི་ག་ལི་མུ་མཐུད་ནས་རང་སོར་གནས་ཡ་དེ་འདྲས་ཅིག་ཆགས་བསྡད་འདུག་ཨ་ད་ད་ད་དངོས་གནས་དྲང་ལེགས་ཀྱི་གལ་ཆེ་ཤོས་འདི་ད་བསྟན་དར་བླ་ཆེན་རྣམ་པ་ཚོ་རེད་ཤག་ད་བསྟན་དར་བླ་ཆེན་རྣམ་པ་ཚོས་ཀྱིས་དངོས་གནས་དྲང་གནས་ཡག་གཉིས་བསད་བྱས་ནས་བཀའ་བཀྱོན་བཏང་དགོས་ས་ལ་བཀའ་བཀྱོན་བཏང་ཤབ་བཅོས་བརྒྱབ་དགོས་ས་ལ་ཤབ་བཅོས་བརྒྱབ། ཨ་ནི་ག་རེ་ཡིན་ན་ཅིག་གནང་ན་མ་ཤི་ཏག་ཏག་འགྲིག་གི་མི་འདུག་བསྟན་དར་བླ་ཆེན་རྣམ་པ་ཚོས་ཆོས་གཅིག་པུ་བྱེད་རའི་ཁག་ཡོད་མ་རེད་ཁོ་ཚོ་སི་ཡིས་གང་ཡང་གནང་གི་ཡོད་མ་རེད་ལབ་བ་ཡིན་ན་འདི་ཏག་ཏག་བྱེད་བསྡད་ཀྱི་ཡོད་མ་རེད་བསམ་གྱི་འདུག་ར་ཨ་ནི་གལ་སྲིད། ཨ་ནི་ཆོས་གཅིག་པུ་སྦྱིན་པ་ཡིན་ན་ནི། གྲྭ་བཙུན་རྣམས་ཚོ་ལ་ད་འདི་ཆོས་རྒྱུད་ཁག་གི་སྤྱི་འཐུས་དམ་ཡ་དེ་ཚོ་ནི་ག་ལི་ག་ལི་མཚམས་བཞག་ན་ཨ་ནི། ཆོས་གཅིག་པུ་གཅིག་རྒྱན་བཞེས་ཀྱི་ཡོད་ལ་ནི་འདི་མཚམས་པ་ཅིག་ཆགས་ཀྱི་འདུག་ཨ། འོན་ཀྱང་ད་ལྟ་བར་དུ་དེ་འདྲའི་མར་བ་ད་ཆོས་སྲིད་མཉམ་སྡུབ་ཀྱི་ཟུང་འབྲེལ་གྱི་ཐོག་ནས་ནི་ཅིག་ཆགས་ཡོང་གི་ཡོད་འདུག་ག་ནི་ཨ་ནི་འདི་བསྟན་དར་བླ་ཆེན་རྣམ་པ་ཚོས་ཀྱི་འགན་ཡག་པོ་ཅིག་མ་བཞེས་པ་ཡིན་ན་ད། བོད་སྤྱི་བའི་རྩ་དོན་ཨ་ནི་བོད་མིའི་སྒྲིག་འཛུགས། ཨ་ནི་ང་ཚོའི་བོད་ལ་ད་གཞིས་ལུས་སྤུན་ཟླ་རྣམས་ལ་ལེགས་སྐྱེས་སྤུལ་ཡ་འདི་ད་དོ་ཟླ་གཙོ་བོ་གསུམ་འདི་རེད་ནི་འདི་ལ་ད་རྒན་མཉམ་འཁུར་གནང་ངེས་སུ་འདོ། སྐྱབས་མགོན་རིན་པོ་ཆེ་ཁོ་ན་ལས་མ་གཞི་སུ་གང་ཅིག་མི་འདུ་བ་ད་ལྟ་འཆར་ལ་སོང་ཙང་ད་ད་ད་དངོས་གནས་དྲང་ལེགས་ཀྱི་ད་རིང་གི་དུས་སྟོན་འདི་ད་སྟབས་བསྟུན་ཕྱིན་ནས་ད་ང་ཚོའི་མི་མང་ཚོའི་ན་གས་ཡག་པོ་ཕྱིན་ནས་གཉིད་སད་དགོ་ཡག་ཡག་པོ་ཕྱིན་ནས་མགོ་འཚོས་དགོ་ཡག་སུས་ག་འདྲས་གནང་གི་འདུག་མོ་དེ་འདྲས་བྱེད་ན་མགོ་འཚོས་དགོས་ཡས་དེ་གལ་ཆེན་པོ་རེད་ཤག་མ་ཤེས་ཚང་མ་མཉམ་དུ་ཉག་དང་ཉུག་མ་སད་སད་བཏང་ཕྱིན་ནས་ཨ་ནི་འགྲོ་བདེ་བ་ཡིན་ན་ཨ་ནི་ག་ལི་ག་ལི་ཨ་ནི། ད་མ་རུང་ཁོག་གྲངས་བྱི་བ་ཡིན་ན་རེད་ཁྲིམས་འགལ་བྱི་བ་ཡིན་ན་རེད་ག་འདྲས་འདུག་ག་བྱི་བ་ཡིན་ན་རེད་འགྲོ་ས་གཅིག་ལ་ནི་སླེབས་ཀྱི་འདུག་བསྡད་ས་གཅིག་ལ་ནི་རག་གི་འདུག་སྐད་ནི་བཏང་གི་འདུག་མཉམ་དུ་ནི་འགྲོ་ཡས་རག་གི་འདུག་བསམ་ཕྱིན་ནས་ཨ་ནི་ལོག་གོ་ཆེ་རུ་ཆེ་རུ་འགྲོ་ཕྱིན་ནས། ཨ་ནི་རང་ཅག་ཕྱིས་སྡིག་ཏོ་ཨ་སོང་ཙ་ད་དེ་གལ་ཆེན་པོ་ཞུ་ཆགས་དེ་ཤག་ང་ཚོས་ཚང་མ་གཉིད་སད་གོ་འདུག་ཨ་ནི་ག་བ་ཡིན་ན་གི་ཞུ་གོ་འདུག་འོ་དེ་འདྲ་ཞུ་ཡང་ཡིན་ཨིན་ད་ད་རིང་དངོས་གནས་དྲང་གནས་ཀྱི། ད་དུས་ཚོད། ཁྱད་པར་ཅན་ཅིག་རེད་ཤག་ཡིན་ན་ཡང་ད་རྒན་མཉམ་དུ་འཁྱེར་དགོས་ཡ་དེ་དངོས་གནས་དྲང་གནས་བསྟན་དར་བླ་ཆེན་ནམ་ཚོ་ཡིན་ན་གི་ད། དེ་འདྲས་ཕྱིས་ནས་མ་ཞུགས་བ་ཕྱིས་ནས་རྒན་བཞེས་གོ་འདུག་མ་གཞི་ད་དེ་ཏག་ཏག་ཅིག་དེ་གི་མི་འདུག་ཨ་ད་རིང་ཡིན་ན་གི་ད། འཁྲུངས་སྐར་ལ་སུ་སུ་ཨ་ནི་དེ་འདྲས་ཞུ་ཤག་ང་ཚོས་གི་མཇལ་ཡ་འདུག་ཨ། ཧ་ཅང་གི་བློ་ཕམ་གྱི་འདུག་རོ་ཨ། དངོས་གནས་དྲང་གནས་ང་ཚོའི་བསྟན་དར་བླ་ཆེན་ལ་ལ་གི་གུས་བཀུར་མེད་བ་དང། དེ་འདྲའི་རྩ་བ་ནས་མ་རེད་གུས་བཀུར་ཡོད་དང་ཡོད། འོན་ཀྱང་ཨ་ནི་རྒན་དེའི་མཉམ་དུ་བཞེས་གོ་རོ་ཨ། སྐྱབས་མགོན་རིན་པོ་ཆེ་གི་དབུ་རྒྱབ་ལ་དངོས་གནས་དྲང་གནས་དྲག་ནང་ཞིག་རི་ནང་ཞིག་ཡར་བཞང་ཕྱིན་ནས་ཨ་ནི་ཕ་ཞབས་ཅིག་བརྒྱབ་དགོས་ཡ་བཀའ་བཀྱོན་བཏང་དགོས་ཡ་ཨ་ནི་ཕ་བཅུར་ལྟ་བཏང་དགོས་ཡ་ཨ་ནི་གྲྭ་མང་ལ་ཨ་ནི་འདི་སློབ་གསོ་བརྒྱབ་དགོས་ཡ། གདམ་བ་ཡིན་ན་མི་ཡག་པོ་གདམ་དགོས་རེད་ཟེར་ལ་ནས་དུ་ཕྱིན་ནས་ཕར་སློབ་གསོ་རྒྱབ་དགོས་རེད་མ་གཞི་ཆོས་གཅིག་པུ་གཅིག་གནང་གི་ཡོད་གདོང་གདོག་ནི་སྲིད་འདི་ལ་ཨཱ་ཐེ་ཆོས་མེད་གདོང་གདོག་ཞུ་བ་ཡིན་ན་ནི་དཀྲུག་དཀྲུག་ལྟ་ངན་འདི་ནི་ད་ག་འདྲའི་ཆ་འདི་ཤ་ང་ཚོའི་ཐོང་གུ་དུ་བ་འོ་དེ་འདྲའི་ཡིན་འདུག་ག་ནི་ད་རིང་ང་སེམས་པས་བཟོད་མ་སོང་དངོས་གནས་འོ་དེ་འདྲའི་བྱིན་ནས་ཞུ་བ་ཡིན་ད་གལ་སྲིད་དེ་ལ་ཞུ་སྟངས་མ་འགྲིག་བ་ཡིན་ན་དགོངས་དག་ཞུ་ཡ་ཡིན་འོན་ཀྱང་དེ་ལ་ད་ཚོང་མི་མང་པོ་ཡོད་རེད་ང་ཚོ་ཚང་མ་ད་ཞྭ་ར་མ་རེད་ང་ཚོ་ཚང་མ་འོན་པ་ནི་མ་རེད་ཐོང་ཐོང་བར་བ་ཙག་ད་ཆེན་པོ་རེད་ད། དངོས་གནས་དྲང་གནས་ཀྱི་ད་བླ་མ་ཚང་མ་རྩ་ཆེན་པོ་རེད་འོན་ཀྱང་རྩ་ཆེན་པོ་ཡིན་ན་གི་འདིག་ད་ང་ཚོས་ལ་ག་འདྲས་ཕྱིན་སྤྱི་ཚོགས་ལ་འགན་འཁུར་གི་འདུག་སྐྱབས་མགོན་རིན་པོ་ཆེ་གི་ཐུགས་རེ་ག་འདྲས་གནང་གི་འདུག་འདི་ད་འདོད་ནི་མགོ་མ་ཚོས་ནི་ནི། སྤྱི་སྙོམས་ལ་ཕྱིན་ནས་བཏང་སྙོམས་ནང་བཞིན་ཕྱིན་བཞུགས་བ་ཡིན་ན་ཨ་ནི་ཏག་ཏག་ཅིག་བསྡད་གི་མི་འདུག་བཀའ་སློབ་ད་ཕེབས་གི་འདུག་ད་བཀའ་སློབ་མི་མང་ལ་གནང་གི་འདུག་འཆམ་མཐུན་བྱེད་རོགས་གྱིས་ཨ་ནི་ཡ་བོ་རིན་པོ་ཆེ་དཔེ་རྩ་ཆེན་པོ་རེད་ཨ་ནི་ང་ཚོ་ཚང་མ་མཐུན་སྒྲིལ་བྱེད་དགོས་རེད། མཐུན་སྒྲིལ་སུས་བྱེད་གོང་མར་ང་ཚོའི་མི་དམངས་ངོས་ནས་མཐུན་སྒྲིལ་འདུ་བ། ཡིན་ནས་ཡང་དེ་འདྲའི་བཀའ་སློབ་དེ་གནང་དུས་གང་ནས་དངོས་གནས་དྲང་ན་ཕ་ཐེར་དོན་ཆེ་ནི། ད་སྤྱི་འཐུས་རྣམ་པ་ཚོས་འགྲིག་གི་ཡོད་ས་མ་རེད་ད། ཁྱོད་ཚོ་ལ་མང་པོ་ཅིག་སྐད་རྒྱག་གི་འདུག་ད་ཁྱོད་ཚོ་ཡག་པོ་བྱེད་རོགས་བྱས་ལ་ནི་ལབ་པ་ཡིན་ན་ག་འདྲས་ཅིག་ཕན་ཐོག་གུ་རེད་ར་ང་ཚོའི་མི་དམངས་ཀྱི་རེ་བ་འདི་རྒྱབ་ཀྱི་ཡོད་ར། ཨེ་ག་དུས་ཡིན་ན་བཏང་སྙོམས་གནང་ཤིང། རྒྱལ་བ་རིན་པོ་ཆེ་རྩ་ཆེན་པོ་ཡིན་ང་ང་རང་ལས་ཀྱི་རྩ་ཆེན་པོ་ཡིན། མི་མང་འདི་ཚོ་མཐུན་སྒྲིལ་བྱེད་རོགས་གྱིས་ཡག་པོ་བྱེད་རོགས་གྱིས་གཞན་པ་རྒྱ་བོ་རུམ་གྱིས་ཐུགས་ཕམ་གྱི་རེད་དགོང་ལོ་འདི་ག་ས་ཕན་ཚ་རེད་དེ་ཚང་མ་ཤི་འགོ་ར་དེ་ང་ཚོ་ཚང་མ་ཤི་འགོས་ར་ད་དེ་འདྲས་མ་རུ་བ་འོ་དེ་འདྲས་ཕྱིན་ད་གང་བྱེད་དངོས་གནས་དྲང་གནས་ཀྱི་ད་སེམས་པ་སྐྱོ་ཡོང་གི་འདུག་འོ་དེ་འདྲས་ཡིན་ད་གང་བྱེད་འགན་བཞེས་དགོས་ཡ་ཅིག་རེད་ཧྲ་ད་བསྟན་དར་བླ་ཆེན་རྣམ་པ་ཚོ་ལ་སྙིང་ཁུང་རུས་པའི་གཏིང་ནས་ད་འབོད་དགོས་ཡིན་ཡ་རྒན། སྙམ་དུ། ཁྱེར་དགོས་ཡས་དེ་དུས་ལ་སླེབས་འདུག་འོ་དེ་འདྲའི་ཞུ་ཡང་ཡིན་ད། ཞུ་དང་ནོར་ཡིན་ན་ནི། གོང་གསལ་ཞུ་ཡང་ཡིན་མ་ཤེས་ད། གཙོ་བོ་དེ་འོ་དེ་ག་རང་ཡིན་འགན་འཁུར་ངེས་ནི་ད་དཀའ་ལས་ཁག་པོ་རེད་བཞག། རྩ་བའི་བླ་མ་ཁོང་རེ་གཅིག་པུ་རེད་བཞག་ནི་འདི་བྱས་ནས་སྐྱབས་རྗེ་ཟངས་མདུད་རིན་པོ་ཆེ་གི་ད་ལྟ་ཕ་དུ་ད་དངོས་གནས་དྲང་གནས་ཀྱི་གདོང་ལས་གནང་བྱས་ནི་ཨ་ནི་འདུ་བྱས་ནི་འགན་འཁུར་ཡོད་རེད་ཞབས་སྤྱི་ཧུར་ཐག་ཕུར་ཐག་ཞུས་ཡོད་རེད་ད་ད་ཡིན་ན་ཀྱེ་ཁོང་རེ་དངོས་གནས་དྲང་གནས་ཕྱག་གཡོད་པ་གནང་བྱས་ནི་དྲག་གནང་བཞིན་བྱས་ནི། འདུ་ཤེས་ཞུགས་དེ་འདུ་བའོ། དེ་འདྲའི་རེ་ལྟར་ཞེན་པ་ཚང་མ་ལ་དེ་དེ་བཞིན་གྱི་རེ་བ་དང་སྨོན་ལམ་བརྒྱབ་ཀྱི་ཡོད། འོ་དེ་འདྲའི་གཞོན་ནུ་དང་ཉུང་མ་སྤྲད་ཚེ་ནི། ཚང་མ་གད་སྙིགས་ཚང་མ་སྐྱེ་བཏང་བ་ཡིན་ན། དངོས་གནས་དྲང་ནི་སོ་སོའི་གི། མཚན་མཐོང་དང་སོ་སོའི་གི་ད་དེའི་དད་པ་དམ་ཚིག་ལ་གནོད་ཡ་དེ་འདྲའི་རེ་འདུ་བའོ། དེ་འདྲའི་རེ་ཧྲ་ལ་སོ་ནི་ཐུགས་རྗེ་ཆེ་དེ། ཚོགས་གཙོ་བོད་ཀྱི་ཀ་བ་ལ་ཕྱོགས་བདག་སྟེ་སྟངས་འཛིན་པ་དག་ཚང་མ་ལོ་ལ། ཨ་ནི་ཡིན་ཐུགས་རྗེ་ཆེ་ཞུ་ཡང་ཡིན་དུས་ད་རྣམ་པ་ཀུན་ཏུ་དང་དངོས་གནས་དྲང་གནས་ཀྱིས། དེ་ལ་འགན་ཆེན་པོ་བཞེས་མི་མང་ལ་གོ་རྟོགས་རྒྱ་ཆེན་པོ་སྤེལ་གྱི་ཡོད་རེད་ད་ལྟ་བར་དུ་དེ་ལ། ལ་ཉིན་ཐལ་མོ་སྦྱར་ཕྱིན་ནས་ཐུགས་རྗེ་ཆེ་གནང་བཀའ་དྲིན་ཆེ་ཞུ་ཡང་ཡིན་ལ་སུ་ཨ་ནི་ཐུགས་རྗེ་ཆེ་གནང།